ཨ་ནི། ཁྱད་གསོད་ལ་བཟོད་པ་ཟེར་བ་འདི་སྐབས་ལ། ཨ་ནི། ད་བསམ་བློ་གཏོང་སྟངས་འདྲ་བོ་དེ། ག་འདྲའི་ཟེར་རེད་ཟེར་བ་ཡིན་ན། ཆུ་བ། ཆུ་བསྒྲུབ་གི་ཡིན་ཟེར་སྤྱང་ཆུ་སྲིན་པོའི། སྐྱོ་བ་ལ་སློབ་གི་ཡིན་ཟེར་མཁན་ཆུ་བསྒྲུབ་གི་ཡིན་ཟེར་མཁན་དེ་འདྲ་ཅིག་གི་ངོ་ནས་བལྟས་པ་ཡིན་ན། ད་དེ་ཙམ་ཁག་པོ་ཡོད་ཀྱི་མ་རེད། གནོད་པ་བྱེད་མཁན་ཅིག་ལ་ཐུག་ན། ཨ་ནི་རིན་པོ་ཆེ་གཏེར་རྙེད་པ་དང་འདྲ་བ་ཨ་ནི་སྐྱིད་པར་འཛིན་དགོས་རེད་ཟེར། ཨ་ནི་བྱང་ཆུབ་སེམས་དཔའི་ཉམས་ལེན་དེ་འདྲ་རེད་གསུངས་པ་ར་བ། དཔེར་ན་ད་ཅིག་སྤྱིར་བཏང་གི། རང་ཉིད་ལ་ཚུར་གནོད་པ་བྱེད་མཁན་གྱི་མི་གཅིག་ལ་ཐུག་པ་ཡིན་ན། རིན་པོ་ཆེ་གི་གཏེར་རྙེད་པ་ནང་བཞིན་ཨ་ནི་སྐྱིད་འཛིན་བྱེད་དགོས་རེད། དེ་འདྲ་གསུངས་གི་ཡོད་པ་ར་བ། ཨ་ནི་ཕ་ཕན་ཐོག་ན་ཚུར་གནོད་པ་བྱེད་མཁན་གཅིག་ཡིན་ན་དེ་ལས་ཀྱང་གནས་བདག་རྩ་ཆེན་པོ་རེད། བྱང་ཆུབ་སེམས་དཔའ། བྱང་ཆུབ་སེམས་དཔའི་ཆོས་ཉམས་སུ་ལེན་མཁན་ཅིག་ཡིན་ན། ཨོ་ད་ཧ་ཅང་རྩ་ཆེན་པོ་ཆགས་བསྡད་པ་རེད། ཡིན་ན་ད་འཇིག་རྟེན་གྱི་ང་ཚོ་འཇིག་རྟེན་གྱི་མིས་མི་ཕལ་བ་ཅིག་གི་ངོ་ནས་བསམ་བློ་བཏང་བ་ཡིན་ན། ག་དྲེད་ཀྱི་རེད་ཟེར་བ་ཡིན་ན་དཔེར་ན་ང་ཚོ་སྒྲ་དང་ཀྲོ་ཟེར་ཡ་འདྲ་བོ་སྒྲ་དང་སྙིང་ཟེར་ཡ་འདྲ་བོ་དེ་ཚོ། སྟམ་བུ་ཡོ་མར་བ་ལོ་ཁ་ཤས་སྔོན་ལ་དགྲ་བོ་དགྲ་བོ་དགྲ་ནག་དགྲ་བོ་དྭངས་མ་ཡིན་རྒྱུ་དེང་སིང་ནས་གྲོགས་པོ་ཆགས་ད་ཡོད་པ་དང། ལོ་ཁ་ཤས་སྔོན་ལ་པའི་གྲོགས་པོ་དང་གྲོགས་པོ་ཡག་ཤོས་ཅིག་ཡིན་པ་ལ་དེ་རིང་སང་ཉིན་པའི་དགྲ་དགྲ་ནག་ཆགས་ད་ཡོད་པ་དེ་འདྲ་མང་པོ་ཡོད་རེད་བ། ད་ལྟའི་ང་ཚོ་མི་གཅིག་གི་མི་ཚེའི་ཉམས་མྱོང་ལ་ལོག་ནས་ཧ་གོ་གི་རེད། འོ་དེ་ཡིན་ཙང། ད་དེ་རིང་སང་ཉིན་ཨ་ནེ་སྦྲགས་བྱས་ནས་སོ་སོ་ལ་གནོད་པ་བཟོ་བསྡད་མཁན་དེ་ཚོ་དང་སྔོན་མ་སོ་སོ་ལ་ཕན་བཏགས་ནས་ཨ་ནེ་གྲོགས་པོ་ཡིན་ཟེར་མཁན་དེ་ཚོ་གཉིས་གཅིག་པ་ཆགས་བསྡད་ཡོད་རེད། རྣམ་འགྱུར་འཛིན་སྟངས་རྣམ་འགྱུར་འཛིན་སྟངས་གཅིག་པ་ཆགས་བསྡད་ཡོད་རེད་ཁོ་འགྱུར་ལྡོག་བྱུང་སྟངས་དེ་གཅིག་པ་ཆགས་བསྡད་ཡོད་རེད། སྔོན་མ་ཕན་བཏགས་པའི་སྐབས་ལ་གྲོགས་པོ་རེད་དེང་སང་གནོད་པ་བྱས་པའི་སྐབས་ལ་དེང་སང་གནོད་པ་བྱས་པ་ཡོད་རེད་དེ་སྔོན་མ་ཕན་ཐོགས་མྱོང་རེད་པ། དེང་སང་གི་གྲོགས་པོ་སྔོན་མ་དགྲ་ཡིན་རྒྱུ་དེ་སྔོན་མ་གནོད་པ་བྱས་མྱོང་དེ་དེང་སང་གྲོགས་པོ་རེད་དེ་ཡོད་རེད་བ། གཅིག་བྱས་ན་ཕན་ཚུན་ལ་རོགས་པ་དེ་འདྲ་བཟོ་གི་ཡོད་རེད། སྔོན་མ་དགྲ་རེད་དེ་བ་དེང་སང་གྲོགས་པོ་རེད་དེ་བ། དེ་ནང་བཞིན་གི་དེང་སང་གི་དགྲ་དེ་ཡང་གཅིག་བྱས་ན་སྔོན་མ་གྲོགས་པོ་རེད་གཅིག་བྱས་ན་མ་འོངས་པ་ན་གྲོགས་པོ་ཆགས་ཀྱི་རེད། དེ་ཡིན་ཙང་སྒྲ་དང་གྲོགས་ལ་དེ་གནས་སྐབས་ཙམ་ལ་མ་གཏོགས་དེ་གི་གདགས་གཞི་འདྲ་བོ་དེ་རག་གི་མི་འདུག་བ། དང་པོ་སོ་སོ་ཡག་པོ་ཞུ་ཅིག་ཁྱེར་དེ་དེང་སང་ང་ལ་སྒྲ་གཅིག་གི་ལྟོས། ཨ་དེ་ཟེར་ནས་ནི་ཁོང་ཁྲོ་ལངས་དགོས་པའི་རྒྱུ་མཚན་ཞིག་འདྲ་ཡོད་མ་རེད་གསུངས་པ་རེད་དོ་འདག་འདོག་འདོག་གར་ལབ་ན་སྔོན་མ་ཁྱོད་ལ་སྒྲ་གཅིག་ཉོ་མཁན་དེང་སང་ཁྱོད་ལ་ཕན་ཐོགས་ཕན་ཐོགས་དུ་ཡོད་མཁན་དེ་འདྲ་མང་པོ་འདུག་བ། ད་བར་ནང་ཆོས་སྔོན་མ་ཆོས་ཕན་འདོགས་མྱོང་པ་དེང་སང་སྒྲ་ཕྱེས་པ་དེ་ལ་ཡང་དམིགས་བསལ་ཆོས་གོང་འཕྲོ་ཟ་དགོས་པ་ཡོད་མ་རེད་རྒྱུ་མཚན་ག་རེ་ལབ་ན་སྔོན་མ་གནོད་པ་བྱས་ནས་དེང་སང་ཕན་ཐོགས་ཐེ་འདུག་བ་སོ། ཨོ་དེ་གསུང་གི་ཡོད་ད་དོན་དོག་དོག་དོག་དེ་འདྲིའི་གི་གནོད་པ་བྱས་མྱོང་མཁན་ཨོ་ནི་དེ་འདྲ་ལ་ཐུག་དེ་བསམ་བློ་གཏོང་སྟངས་ག་འདྲ་ཡིན་མིན་ཨོ་དེ་འདྲ་ཞིག་གསུང་གི་ཡོད་པ་རེད་ཨ་ནི་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།